ཅིག་ཁ་ལོག་རེད་སྤྱི་མཐུས་འོས་མི། ཡ། གསར་བ་ཞག་གཉིས་བཅོ་ལྔ་འདུག་ཨ་ནི་ཁོ། ཁོང་རྣམ་པ་ཚོ་ཚང་མ་ལ་ང་ཚོས་ཀྱིས interview བྱེད་ཡིན། ཨ་ནི་བྱེད་དགོས་ཡ་རྒྱུ་མཚན་གཙོ་བོ་དེ་ག་ལ་ན་མི་མང་དང་ཅིག་སྤྱི་མཐུས་རྣམ་པ་ཚོ། ཀྱི་ལ་བྲེལ་བ་ཅིག་ཡོང་ཡ་བྱེད་འདུག་ཨ་ནི་སྤྱི་མཐུས། ཡ་ཞག་གཉིས་སུ་སུ་རེད་ཞག་འདི་མི་མང་གི་གོ་ཚོད་ཐུ་ཡ་བྱེད་དང་ཨ་ནི་སུ་སུ་ཀྱི་འོས་འདི་སུ་སུ་ཀྱི་བླུག་ཐུ་ཡ་བྱེད། སོ་སོ་གི་ཡོད་དེ་སོ་སོ་གིས་ཅིག་ག་ལོག་རེད་ཐག་བཅད་ནས་བླུག་ཐུ་ཡ་ཅིག་མི་ལ་སྐད་ཆ་དྲིས་ནས་བླུག་གོ་མེད་རྒྱོ་ཅིག་སུ་རེད་བླུག་གོ་རེད་ཨ་ནི་ད་ག་ཅིག་འོས་བླུག་མེད་བ་ཅིག་ཨ་ནི་ཁོང་ཚོ Candidate ཚང་མ་གིས་ཅིག་བསམ་ཚུལ་དེ་ཉན་ནས་སོ་སོ་གིས་ཐག་བཅད་ཨ་ནི་སོ་སོ་སུ་བླུག་གོ་འདུག་དེ་ལྟ་ཡ་ཆེད་དུ་ང་ཚོ་གིས་དེ་ལྟད་མོ་དེ་སུའི་ཡིན། ཨ་ནི་ཡང་ད་ན་ཚ་སྐྱེན་པའི་རྗེས་ནས་ཅིག། ཡ་མ་བྲོས་དང་མི་མང་འཛོ་མའི་ཡིན་ན་རེད་སྤྱི་འཐུས་རྣམ་པ་ཚོ་ཡིན་ན་ཕར་བྲོས་སྤྱི་འཐུས་དང་ད་ས་བ་ཡ་ཞེ་ངའི་རྣམ་པ་ཚོ་ཡིན་ནའི་ཕར་བྲོས་དང་ཨ་ནི། ཅིག་མི་མང་ཚོ་ཡིན་ནའི་འཛོ་མའི་དང་ཨིན་དེ་ཐོག་ནས་དཀའ་ངལ་ཆེན་པོ་འཕྲད་ཡོད་དུ་ད་ང་ཚོའི་གི། དམིགས་ཡུལ་ལ་ག་ལ་བ་རེད་སེ་ནི་ཅིག་སུ་ཡིན་སུ་འདྲ་ཅན་ཡིན་ནའི་ང་ཚོ། སོ་སོ་སོ་གི་འོས་དེ་སོ་སོ་གི་ཐག་ཅན་བླུག་ཐོའི་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི། ཨ་ནི་ད་རིང། ང་ཚོ་རྣམ་པ་ཚོས་ཀྱི་སྐད་ཆ་བཤད་རྒྱུ་འདི་ཅིག་ནམ་རྒྱུན་ཅིག་ད་ག་ཟེ་བཀའ་སློབ་ཉན་གྱི་ཡོད་འགྲོ་ཅིག་བ་ཞན་ང་ཚོ་རྒྱ་གར་སྐད་དུ་ལབ་ཡོད་བ་ཞན་འགྲོ་བ་ཞན་བཤད་ད་ག་ཟེ་ཉན་གྱི་ཡོད་འགྲོ་འདི་འདྲས་ཅིག་མེན་པ་བྱས་ནས་ང་ཚོ་ད་ཁ་ལོ་ང་ཚོ་སྤྱི་འཐུས་གདམ་ཡ་རེད་འདི་ཡིན་དུ་མི་མང་ཚོ་ད་ང་ཚོ་ཚང་མ་རྒྱ་ཆེ་རེད་ད་རིང་ང་ཚོ་གྱི་གདམ་དགོས་རེད་ང་རང་ཚོ་གྱི་གདམ་དགོས་ཡོད་དུ་ང་ཚོ་ཚང་མ་རྒྱ་ཆེ་རེད་རྒྱ་ཆེ་ཡ་དེ་ད་རིང་ང་ཚོ་ཅིག་ཁ་ལོ་རེད་ཁོ་ཚོ་གི་སྐད་ཆ་བཤད་རྒྱོ་དེ་ང་ཚོ་གི་ཁ་ལོག་རེད། ཁ་གསུམ་སྒྲོག་གཅིག་ལ་གང་བརྒྱ་ཆ་སྒྲོག་གཅིག་སྤྲད་ནས་ཨ་ནི་དེ་གང་ལ་ཅིག་འབད་ཞེས་ཨ་ནི་སོ་སོ་གི་སོ་སོ་གི་བསམ་ཚུལ་ཁྱེར་ཡོང་ནས་སོ་སོ་གི་མིང་སོ་སོ་གི་བརྒྱ་ཆ་སྤྲད་ར་བ་ཁོ་ཚོ་ལ་ག་ཚོད་རག་གི་འདུག་དེ་བསམ་སྟངས་བརྒྱ་ཆ་དང་པོ་དེ་ད་གོང་ས་མཆོག་དང་བོད་མི་སྒྲིག་འཛུགས་གཉིས་ལ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཞུ་ཐུབ་ས་རེད་ས་གོང་ས་མཆོག་དང་བཙན་བྱོལ་བོད་མི་སྒྲིག་འཛུགས་གཉིས་ལ་ལྷག་བསམ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཅིག་ཞུ་ས་རེད་མི་དེ་གི་དེ་ལ་བསམ་བློ་བཏང་ནས་བརྒྱ་ཆ་བཅུ་བརྒྱ་ཆ་བཅུ་ཅིག་སྤྱི་འཐུས་ཀྱི་འགན་ཁུར་ག་ཚོད་ཅིག་གནང་ཐུབ་ས་རེད་ཁོ་རང་གིས་དེ་ག་ལ་བསམ་བློ་ཞིག་བཏང་ནས་བརྒྱ་ཆ་བཅུ་ཨ་ནི་བྱང་ཨ་རིག་གི་མི་མང་ལ་ཕན་ཐོག་ག་ཚོད་ཅིག་བྱེད་ཐུབ་ས་རེད་ཁོ་རང་གིས་ཕན་ཐོག་ཡོད་པའི་ལས་འགུལ་ག་ཚོད་ཅིག་སྤེལ་ས་རེད་དེ་གང་ལ་བརྒྱ་ཆ་བཅུ་བརྒྱ་ཆ་སུམ་ཅུ་དེ་བརྒྱ་ཆ་སུམ་ཅུ་དེ་གང་ལ་ཨ་མི་མང་ཚོ་གི་སོ་སོ་གིས་བརྒྱ་ཆ་སྤྲད་དངོས་གནས་དགའ་མ་ག་ཐོག་ནས་མ་རེད་མི་དེ་གི་སྐད་ཆ་བཤད་སྟངས་དང་མི་དེ་གི་ད་ང་ཚོ་སྐད་ཆ་བཤད་སྟངས་ནི་ཧ་གོ་ཡོང་དགོས་རེད་མི་དེ་གི་བསམ་བློ་འཁེལ་སྟངས་ག་འདྲས་ཞིག་འདུག་ཨ་ནི་ཁོ་རང་གི་འཆར་གཞི་ག་འདྲས་ཞིག་འདུག་ཨ་ནི་དེ་ཚོ་ཅིག་དེ་ཚོ་ལ་མིག་བལྟ་ནས་ཨ་ནི་བརྒྱ་ཆ་སུམ་ཅུ་དེ་སྤྲད་ཨ་ནི་ང་ཚོ་ད་རིང་གི་ཁ་ལོག་རེད་འོད་འདི་ཨ་ནི་སོ་སོ་ངོས་ནས་སུ་བརྒྱ་ཆ་ཡག་ཤོས་ལས་གི་འདུག་འདི་ལ་ལྟ་ནི་ཨ་ནི་འོད་སྤྲད་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ག་ལ་ན་ང་ཚོ་སྤིན་རྒྱ་འགྲོ་བོ་དང་ག་ཉི་མ་ག་ག་མ་ག་དང་ཨིན་དྲས་ཀྱང་རྒྱ་ལྟ་བསྡད་ན་ང་རང་ཚོ་གི་རྒྱལ་ཁབ་ལ་གནོད་སྐྱེལ་དགོ་རེད་ང་རང་ཚོ་གི་མི་རིགས་ལ་གནོད་སྐྱེལ་དགོ་རེད་ང་ཚོ་ཨ་མདའ་རང་བཙན་མེད་སོ་སོ་རྒྱལ་ཁབ་ཤོར་ནས་མིའི་ལུང་པ་ཅིག་ལ་བསྡད་བསྡད་ཡོད་རེད་ཨ་ནི་ང་ཚོ་ད་དུང་ང་རང་ཚོ་ཅིག་པིན་རྒྱ་དང་ཨིན་རི་རྐྱང་རྐྱང་ལྟ་བསྡད་ན་ཡག་པོ་ཡོད་མ་རེད་ང་རང་ཚོ་ཡར་རྒྱས་འགྲོ་གི་མ་རེད་ཨ་ནི་ད་དེ་ཡིན་འདུག་ད་ད་རིང་ང་ཚོ་དུས་ཚོད་མང་པོ་བཀག་འོག་མེད་འོག་བྱས། ལ་ཟེར་ཨ་ནི་ད་རིང་གི་སྐུ་མགྲོན་དེ་སྐལ་བཟང་རྗེ་སྤྱི་བཀྲིས་ཡིན་ཨ་ནི་སྐལ་བཟང་ལ་ག་རེ་གསུང་གི་འདུག་ཨ་ནི་རྣམ་པ་ཚོ་ཡག་པོ་ཅན་གསན་རོགས་གྱིས་ཨ་ནི་ཐག་ཡག་པོ་ཅན་བཅད་རོགས་གྱིས་ལ་ཡ་ཡིན།

དབུ་བཞུགས་ཐོག་ནས་དང་བླ་ཆེན་རྣམ་པ་རེད་དེ་འདྲ་བ་གི་ཅི་ནས་དགུན་དུས་གཙོ་བོ་བྱས་པའི་དེ་ནས་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དེ་ནས་བོད་གཞིས་བྱེས་གཉིས་སུ་གནས་པའི་གི་ད་གང་རྒྱལ་བ་ཡོངས་ལ་ད་ད་རིང་ང་འདི་ལྷོ་བྱང་ཨ་མི་རི་ཀ་གི་ཉིས་སྟོང་ཉི་ཤུ་རྩ་གཅིག་དེ་ནས་སྤྱི་འཐུས་ཀྱི་འོས་མི་ཚོགས་སོང་ཚོགས་སུ་སྐད་གསང་ཇི་བཞིན་ཁྲིད་ནས་གུས་པ་ཆེན་པོ་དང། ཚངས་ཐིག་དང་བཀྲ་ཤིས་བདེ་ལེགས་ཡིད་རྩོལ་ཞུ་བ་དང། དེ་ནས་ད་ང་ཚོ་རྒྱ་གུང་ནན་པོ་ཁོ་བོ་ནང་བཀྲིས་ཀྱི་རྒྱུ་ཅན་ལ་བརྟེན་ནས། ང་ཚོ་འཛམ་བུ་གླིང་འདིར་དཀའ་ངལ་ཆེན་པོ་ཞིག་ཁྲོད་དུ་ཡོད་རེད་ལ། ད་རིང་འདིར་བསྟན་འཛིན་མིང་པོ་གི་ད་ཅིག་དྲ་ཐོག་སྒང་ནས་ང་ཚོ་ལྷོ་བྱང་ཨ་མ་རི་ཀ་གི་སྤྱི་འཐུས་ཚང་མ་གནང་རུང་ཐོག་ནས་དྲི་བ་དྲི་ལན་དེ་འདྲ་བྱེད་ཡག་འདུག་ཅིག་སོ་སོ་གི་ངོ་སྤྲོད་མདོར་བསྡུས་ཞུ་ཡག་གོ་སྐབས་གནང་བ་འདི་ལ་མི་ཐག་པ་ནས་ཐུགས་རྗེ་ཆེ་ཟེར་ཞུ་ཡག་ཡིན། དེ་ནས་གུས་པ་འདྲ་བོ་ཆགས་ཤག་ན་ད་བོད་ནང་བཅས་དེ་ནས་རྒྱ་གོང་བྲལ་གི་སྲིད་བྱུས་གི་འོག་ལ་གདུག་རྩུབ་དཀའ་སྡུག་ཚང་མ་ཅིག་གནང་དེ་ནས་ང་ཚོ་བཙན་བྱོལ་ལ་ཚུར་སླེབས་ནས

ཚོགས་གཙོ་བྱེད་ཡ་དང་ས་གནས་གཞོན་ནུ་འགོ་འཛུགས་བྱེད་ཡ། དེ་འདྲ་བ་གི་ཅིག་ད་གར་སིག་ལས་འགུལ་མང་པོ་ཅིག་དཔེ་ནས་ཆ་བཞག་ན་ང་ཚོ་བོད་དོན་ཞུ་གཏུག་དེ་ཡང་ལོ་རྟག་པ་ལ་ཅིག་སྒྲིག་གཞི་ལ་འགྲོ་བསྡད་ཡ་ལ་སོགས་པ། དེ་ནས་དེ་སྐབས་དུ་སྐབས་སོ་སོ་གི་དུས་ལ་ལྟོས་ནས་ཀྱི་ལས་འགུལ་ལ་གང་མང་མང་ཅིག་སྤེལ་ནས་རྒྱ་མ་ཆུང་བ་གཅིག་རྒྱས་དེ་དང་དེ་ནས་ཀྱི་རྡ་རམ་ས་ལ་ཡིན་ན་ང་ཚོ་བོད་གཞུང་ཟེར་གི་རེད་དེ་ལས་ད་ཀྱི་ཚོགས་ཆེན་ཚོགས་ཡ་གི་དེ་འདྲ་གི་ཐེངས་མ་མང་པོ་ས་གནས་གི་ཚབ་བྱས་ནས་འགྲོ་ཡ་གོ་གི་བྱུང་ཡ་དེ་འདྲ་བ་གཅིག་ལས་རིགས་མང་པོ་གཅིག་བྱེད་ཡ་གི་གོ་གི་བྱུང་སོང་ཡིན་ན་ད་ཀྱི་སྤྱི་བཏང་གི་ང་ཚོ

བཀའ་བཞི་པ་བྱ་དགོས་རེད་བཀའ་དང་པོ་གཉིས་པ་གསུངས་པ་ད་ལོ་བཅོ་ལྔ་ཚེས་གཅིག་བྱ་བ་རེད་ཁོང་རྣམ་པ་སོགས་ཀྱི་ལ་གང་ཐུག་ཐུག་ཕྱག་ལས་གནང་ཡོད་རེད་ཡིན་ན་ཡང་ང་རང་གི་ད་དེ་ལྷག་ཚེས་བྱེད་ཐུག་ས་རེད་བསམ་གདེང་ཚོད་ཆེན་པོ་ཅིག་སྒང་ནས་ད་རེས་དེ་བྱེད་ཐུག་ལ་ཡ་དང་རེད་དེ་ནི་འདས་པའི་དུས་ལ་དུས་ཚོད་མང་པོ་ཅིག་བཏང་དཔལ་འབྱོར་མང་པོ་ཅིག་བཏང་དེ་འདྲ་གི་ལས་ཀ་རག་ཏུ་རིམ་པ་ཅིག་བྱས་པ་རེད་ཡིན་ན་ད་སྤྱི་འཐུས་ཟེར་ཡག་གི་མི་ཅིག

དཔལ་འབྱོར་ལྟེ་གནས་ཁང་གི་ཁང་པ་དང་མང་པོ་ཅི་ནོ་ནི་ཅི་ད་ལྟ་གི་སྐབས་ལ་ཡིན་ན་རེད་ད་མ་འོངས་པ་བོད་གཞིས་ཅི་སྣང་རྫོང་བྱུང་བའི་སྐབས་སུ་ཡིན་ན་ཨ་མི་རི་ཀ་དེ་ཅི་ང་ཚོ་བོད་པ་དང་ལོ་རྒྱུས་ཐོག་ནས་འབྲེལ་ཡ་ཆེན་པོ་ཅི་ཡོད་དུས་དུས་དེ་འབྲེལ་བ་དེ་བྱ་དགོས་ཡ་དཔེ་མ་ཟད་གལ་ཆེན་པོ་ཡིན་དུས་དེ་ཚོ་ཚང་མ་ད་ཨ་རི་གཞུང་གི་རྒྱབ་སྐྱོར་ཡོད་པའི་ཐོག་ནས

ཀྱིས་འགྲོ་སྟངས་ད་ཆོག་འགྲོ་དགོས་ཀྱི་ཡོད་མེད་བཟོ་ངེས་ལྟེ་བ་དེ་མི་བཟི་ངེས་དེ་ཆགས་དུ་ཡོད་རེད། མི་ཆགས་དུ་ཡོད་དུས་མི་བཟི་ངེས་དེ་ག་འདྲ་ཞིག་རྙེད་དགོས་ཡོད་མེད་དེ། རྒྱ་བ་ཡི་གེ་ནོར་བུ་གི་ད། ཆོས་ལུགས་དང་མ་འབྲེལ་བ་གི་བཟང་སྤྱོད་ཟེར་ཡ་ཆེ། རྒྱ་གར་ཕ་བུ་ཡོད་དེ་ནི་ང་ཚོ། གར་སེ་ལྡི་ལི་གི་ད་ང་ཚོ་རྒྱ་གར་གཞུང་གི། ངོས་ལེན་བྱས་ནས་དེ་སླ་གྲྭ་ཁ་ལ་དེ་འདྲ་གི་ཅིག་སློབ་ཚན་སློད་ཡ། དེ།

གཏོང་ཐུབ་པ་སོང། བསྟོད་ཐུབ་པ་སོང་ཟེར་ཡ་སྒྲུབ་ཐུབ་པ་སོང། དེ་ང་རང་གི་མིག་གི་རང་བཞིན་གྱི་ཁོ་རང་མཚན་ཉིད་ཚང་དེ་ནས་ཀྱི་དཔེ་འདི་སྟོན་ཐུབ་པ་ལ་སོང་ནང་ནས་ཀྱི་ལམ་སྟོན་ཐུབ་པ། སྐྱོན་སྟོན་ཐུབ་པ། བསམ་ཚུལ་སྟོན་ཐུབ་པ། དེ་འདྲ་བ་གི་གཏོང་ཐུབ་པ་སོང་དེ་དུས་ཚོད་གཏོང་ཐུབ་པ། དཔལ་འབྱོར་གཏོང་ཐུབ་པ། དེ་འདྲ་བ་གི་བསམ་བློ་གཏོང་ཐུབ་པ།

བོད་རིགས་སྤྱི་འཐུས་ཚོགས་པ་ཡོངས་རྫོགས་ལས་འགྲོ་ནས་ཁོང་རྣམ་པ་ཚོ་གི་སོ་སོ་ངོས་ནས་གསང་སྤྱོད་དང་ད་ལྟ་དམིགས་ཡུལ་ག་རེ་ཡོད་པ་དེ་ཕར་བཤད་དེ་ནས་ཁོང་རྣམ་པ་ཚོ་གི་ཚུར་ནས་ནས་ང་ཚོ་ག་འདྲ་ཅིག་གནས་དགོས་ཀྱི་འདུག་ད་འདྲ་ད་མ་འོངས་པ་ལའང་ག་ཕྱོགས་འགྲོ་དགོས་ཀྱི་འདུག་ཁོང་རྣམ་པ་ཚོ་གི་རེ་འདོད་དེ་སྒྲུབ་ཐུབ་ཡག་གི་རྒྱ་ཆ་རྒྱ་གདེང་ཚོད་ཡོད

མི་བཅུ་གཉིས་དེ་བཞག་ནས་སྐལ་བཟང་ལགས་ལ། མི་མང་གི་འོས་བླུག་དགོས་ཡ་ད། སྐལ་བཟང་ལགས་ལ་དམིགས་བསལ་གྱི་ཆ་རྐྱེན་ག་རེ་ཡོད་དམིགས་བསལ་གྱི་ག་ལོག་རེད་ང་ཚོ་གི་ད་ག་ལོག་དམིགས་བསལ་ག་རེ་ཡོད་ན་དེ་མི་གཞན་པ་དང་མ་འདྲ་བ་སྐལ་བཟང་ལགས་ལ། ལགས་སོ། འོ་ད་དེ་ག་རག་རེད་ད་ད་ལོ་འདྲ་བ་ཡིན་ན་དེ་མི་མང་པོ་གྱིས་བཞག་ངས་ཆ་པ་རེད། སོ་སོ་རང་ནས་ཡིན་ན་ཉིས་སྟོང་བཅུ་དྲུག་ལ

མང་པོ་བྱས་ལ་འགྲོ་མི་དགོས་ལེ་ཡང་ཅེས་སྐུ་ཕྱྭ་ག་བདེ་གཉིས་མ་ཕྱྭ་གྲགས་བྱས་ཡ་དེ་འདྲ་ལ་ཡིན་མ་སྲིད་པ་རེད། ད་ང་ལ་དམིགས་བསལ་ག་རེ་ཡོད་རེད་ཟེར་བ་ཡིན་ན། ད་སྤྱི་ཡོངས་ཀྱི་དག་སྣང་བྱེད་དེ་ངོས་རྒྱུད་དུ་རྣམ་པ་ཀུན་ཏུ་ལ་དག་སྣང་བྱེད་དེ་ངེས་ཅན་ཡིན་པ་ཡིན་ན། ད་རིང་ནམ་མཁའ་ནས་མ་ཁྱབ་པ་བབས་བམ་ནང་བཞིན་མ་ཡིན་ས་འོག་ནས་ཡང་མདང་དགོང་ཅིག་སྐྱེ་ཡ་ཡོང་བ་མ་ཤེས་དུས་ལ་རྣམ་པ་ཀུན་ཏུ་ལ་བོད

ལ་སའི་ཐུགས་ཆེ་ན། ཨ་ནི་སྐལ་བཟང་ལགས་ད་ང་ཚོ་དྲི་བ་བཞི་བ་དེ་ད་སྔོན་མ་ནས་ང་ཚོ་བོད་མི་བོད་མི་མང་གི་འོས་བསྡུ་ཆེན་པོ་སྐབས་སུ་ཨ་ནི་ང་ཚོ་གི་ད་མི་མང་གི་མང་མོས་ཐོག་ནས་ང་ཚོ་བོད་གཞུང་གི་ལྟ་གྲུབ་དེ་དབུ་མའི་ལམ་ལ་བདམས་ཡོད་རེད་ཨ་ནི་ཨ་ད་ཆ་ལ་ད་ང་ཚོ་ལོ་གཞོན་པ་དེ་འདྲ་དང་ཡང་སེམས་ཤུགས་ཐོག་ནས་མང་པོ་ཅིག་ཡང་རང་བཙན་གང་ལ་ཞུགས་རྒྱ་ངན་མང་པོ་ཡོད་རེད་ཨ་ནི་འདི་ཡིན་འདུག་ད། ཁ་ལོག་རེད་ཡང་ང་ཚོ་ཁ་ལོག་རེད་དམངས་གཙོ་ཚད་ལྡན་གྱི་ཁ་ལ་འགྲོ་ན་ང་ཚོ་ཐོབ་ཐང་ཡང་ཡོད་རེད། ཨ་ནི་སྐལ་བཟང་ལགས་ཀྱི་བསམ་ཚུལ་ད་ད་ལྟ་ང་ཚོ་ཅིག་རང་བཙན་དང་དབུ་མའི་ལམ་དང་ཨ་ནི་འདི་ཚོ་ང་ཚོ་ག་འདྲས་བྱས་ནས་ཅིག་འགྲོ་ན་གཞུང་འདི་ནང་ལ་ག་འདྲས་བྱས་ནས་གོམ་པ་རྒྱག་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག། ཨོ་ལགས་སོ། ད་དཔེ་ཡག་པོ་རེད་ལོ་ཆུང་བ་དེ་ཚོ་དངོས་གནས་དྲང་གནས་ཅིག་རང་བཙན་ཟེར་ཡག་གི།

དཀའ་ལས་ཁག་པོ་ཅིག་ཆགས་འདོད་ཡོད་རེད། དེ་ཁོ་མ་འོངས་པ་ལ་འཛམ་བུ་གླིང་འགྱུར་བ་འགྲོ་གི་རེད། ཁོ་སྐབས་དང་སྐབས་དུས་དང་དུས་ལྟར་འགྲོ་དགོས་ཀྱི་རེད་མ་གཏོགས། གཞན་པ་གི་ཅིག་ཁོ་ག་རེ་ཟེར་གི་རེད། ང་ཚོ་སྒོས་ཟེར་ཡ་ཅིག་སྐྱིད་པོ་ཞིག་མ་རེད། སུས་སྤྲད་གི་རེད། ལས་འགན་སུས་འགྲོ་གི་རེད། དེ་ཚོ་ཅིག་ཅག་ལ་ནས་བཟུང་ན་ཅིག་སོ་སོ་སྒུལ་ཡ་མི་ཚེ་ནང་དུ་སྒུལ་ཡ་མང་པོ་ཅིག་ཡོད་རེད་དེ། དེ་སོ་སོ་གི་ཏག་ཏག་ཅིག་རག་གི་རེད། དེ་ག་འདྲ་ཅིག་ཡོད་རེད། དེ་བསམ་གནང་གཏོང་མཁན་དཔེ་དགེ་ཆེན་པོ་རེད་ཟེར་ཞུ་བ་དང་ལོ་ཆུང་ཆུང་གཅིག་རང་བཙོས་ལ་ཤུགས་ཆེན་པོ་ཡོད་པ་དཔེ་མ་ཟེར་གི། དེ་ཚོ་གནད་འགག་ཅིག་རེད། མི་རིགས་རྒན་པ་ཚོ་སྐད་ལུས་མང་པོ་ཅིག་རྒྱབ་ཚར་རེད་རང་བཙན་གྱི་དོན་དང། ལུས་སྲོག་བློས་བཏང་ཚར་རེད་རྒྱུ་དཔལ་འབྱོར་བློས་བཏང་ཚར་རེད་སོ་སོ་བཟའ་ཚེ་རོགས་ནང་མི་བུ་ཕྲུག་ཚང་མ་བློས་བཏང་ཚར། བོད་རང་བཙན་དོན་དང། ད་ལོ་ཆུང་བ་ཚོ་གི་དེ་འདྲ་གི་སེམས་ཤུགས་ཅིག་ཡོད་ནི་ཅིག་བསྐྱེད་ན་དཔེ་མ་ཟེར་གི་གཟིགས་ཀྱི་རེད་ཟེར་ཞོར་ཡིན།
ལ་སའི་སྐད་གསང་ལ་ཐུག་ཆེ་ན་ཨ་ནིའི་སྐད་གསང་ལ། ད་ད་ལྟ་ཉེ་ཆར་རང་ང་ཚོ་ད་ནིའུ་ཡོག་ནང་ལ་དེ་འདྲའི་ཟིན་ནས་བོད་པ་ཡིན་ལ་ནི་རྒྱ་མིའི་སོ་བ་དེ་འདྲའི་བཅོས་ཤ་ཨ་ནི་ཁེ་སོ་རྒྱ་གར་ནི་དེ་འདྲའི་བཅོས་རེད་ཨ་ནི་ད་ཡང་ད་ཉེ་ཆར་ཡང་ས་མིག་ར་ཁན་ལ་ནི་དེ་ཚོ་པ་ཀི་སི་ཐན་གྱི་དེ་འདྲའི་སྐད་མེད་དེ་འདྲས་ཀྱིས་དེ་འདྲའི་སྐྱབས་མགོན་རིན་པོ་ཆེ་ལ་ཚད་མེད་ཞུ་ཡོད་གཙོ་བོ་དང་ཨ་ནི་ང་རང་ཚོ་གི་བོད་པ་ནང་ལོག་ཡིན་ན་ཡི་ཚད་མེད་ཞུ་ངེས་མང་རུ་མང་རུ་འགྲོ་གི་འདུག་ད་དེ་ཚོ་ལ་གལ་སྲིད་སྐད་གསང་ལ་ང་ཚོ།

དེ་ནི་ད་དུ་སྐབས་དང་དུས་ལ་གོ་གཏོང་ཐུབ་མ་ཐུབ་རེད་མ་གཏོགས་ང་ཚོའི་ལོ་ངོ་དྲུག་ཅུ་ནང་ནི་རྒྱ་མིས་ཀྱི་གསལ་མྱོང་བོད་ལ་བཙན་བྱོལ་བོད་མི་འདི་ཚོ་ནི་ཡོད་ཡོད་བ་རེད། དེ་ཡིན་དུས་མུན་གསལ་གྱི་ང་ཚོ་ལ་གེགས་ཀྱི་གསལ་མྱོང་བྱེད་ཡ་ཡོད་མ་རེད། བོད་མི་མང་བཅའ་འདྲི་ལེའུ་དང་པོ་དོན་ཚན་བདུན་པ་ཡིན་པ་ཡོད་དོན་ཚན་བདུན་པ་མ་ཐོས་སྤང་འོང་ཟེར་མ་ཐོས་སྤོང་ཚར་རེད་མང་ཚོགས་ཀྱི་མཚན་མའི་ཞེ་འོད་ཀྱི་ལྟ་ཡ་རེད་དེ་ཡིན་དུས་ཀྱི་ཞེ་དྲག་ཞེ་དྲག་གི་བསམ་བློ་བྱས་ནས་སྔོག་ནས་ཅི་བྱེད་ཡག་གི་ཇི་ཁ་གཞན་དུ་གཞན་པ་ནང་བཤད་ཅན་ང་ཚོ་ལ་མེད་རེད་ཡིན་ན་ཡང་ཁོ་ཚོ་གི་ག་རེ་བྱེད་དགོས་རེད་མང་ཚོགས་ནས་དཀྲུག་ཡ

ཆོ་ག་ཆོས་ལུགས་རེད། དེ་འདྲ་ཆོས་ནི་མེད་པ་དཔེ་མ་སྲིད་ཀྱི་གཅིག་ཁྱོད་རང་གི་དཔེ་ང་ཚོ་ཚང་མ་གང་བྱེད་པ་ཡིན་ཟེར་གྱི་ཆགས་དུ་ཡོད་དུས་དེ་དཔེ་མ་སྲིད་ཀྱི་གནད་འགག་ཆེན་པོ་རེད་སོ་སོ་གི་ཉིས་སྟོང་ཉི་ཤུ་རྩ་གཅིག་གླེང་ནས་དེ་ཚོ་གི་རིགས་དེ་ལ་ཞུ་བ་རྒྱག་ཡ་འདྲི་ཤེས་རྒྱག་ཡ་དེ་འདྲ་དོན་དེ་ངེས་དེ་ཚོ་ལ་གཅིག་རེད་དེ་ནས་ཁྱེད་ཀྱི་གསུང་བ་ནང་བཞིན་ད་རེས་གསོལ་བ་མང་པོ་ཅིག་དཔེ་ནས་ཆགས་བྱས་ནས་ཨ་རི་རེད་རྒྱ་གར་རེད་ཡོ་རོབ་རེད་ཟིན་ཡོད་རེད།

ས་ནི་ས་ཐོག་ལ་འགྲོ་ནི། མི་དེ་ཚོགས་དང་སྡོང་པ་ཐུག་ནི། ད་ཡིན་ན་ཚང་མ་གི་ཁས་ལེན་གི་ཡོད་དང་མེད་ཤིན་གི་མེད། ང་ལ་ཐུག་གི་ཡིན་ཟེར་ངས་ཁས་ལེན་གི་ཡོད་དང་མེད་ཧ་གོ་མ་རེད་དེ་ནི་ངས་བཙན་འོག་བྱེད་ཐུབ་གི་མ་རེད་དང་རེ་བ་རྒྱབ་ནི། དེ་ནི། སྡོང་པ་དང་ཐུག་ནི། འདྲི་ཤེས་རྒྱབ། ཞུ་བ་རྒྱབ། སྐུ། ཐེ་མོ་སློང་གི་ནའི་ལྷོང་བ་ཡིན་ཟེར་ཞུ་བ་ཡིན། ང་ཚོ་གི། ཁ་བལྟས་ས་དེ་རྒྱ་གོང་ཁྲེལ་རེད་མ་གཏོགས་ང་ཚོ་དུས་ཐོག་རྣམ་པ་ཀོ་ཏོ་ལ་ནང་ལ་རྐྱང་རྐྱང་འཛིན་བསྡད་ཡ་རེད་ཡིན་ན་དེ་འཛིན་ཡ་ཡོད་མ་རེད་ཟེར་མི་ཚང་མ་གི་ཤེས་དགོས་རེད་ནང་འཁྲུག་རྒྱག་ཡ་ཡོད་མ་རེད་ཆོ་ག་ཆོས་ལུགས་རྩོད་ཡ་ཡོད་མ་རེད་ཟེར་རྩོད་གི་ཡིན་ཟེར་མཁན་མི་གཅིག་ཡོད་མ་རེད་ཡིན་ན་བྱེད་སྟངས་ཚང་མ་དེ་དེ་འདྲ་བྱེད་དུ་དགོས་བ་དེ་ཡིན་དུས་སོ་སོ་སོ་སོ་རང་ངོས་ནས་ག་རེ་བྱས་ཡོད་ག་རེ་བྱེད་དགོས་ཀྱི་འདུག་ག་རེ་བྱས་ཡ་མི་འདུག་དེ་འདྲ་བྱས་ནས་སོ་སོ་རང་ནས་ད་ལྟ་གང་ལ་ཤེས་ཡ་གནང་ཤེས་རེད།

དེ་དུས་ལ་ཐོབ་ཐང་རྐུབ་བཀྱག་གཉིས་ཡོད་རེད་བ། ཨ་ནི་དེ་ལ་ཅིག་ག་ལ་བ་རེད། མི་མང་གི་གྲངས་ཚད་དེ་ལོ་ནི་ལོ་མང་རུ་མང་རུ་འགྲོ་ད་ད་ལྟ་ཆ་ལ་ང་ཚོ་ཕལ་ཆེར་སྟོང་ཕྲག་སུམ་ཅུ་བརྒལ་འགྲོ་གི་འདུག་ལ་བ་རེད། ཨ་ནི་དེ་འདྲའི་ཅིག་ལ་ང་ཚོ་རྐུབ་བཀྱག་གཉིས་ད་ག་རང་གིས་བྲི་གི་ཡོད་ན་གི་ཡང་ན་ད་འདི་ལ་ང་ཚོ་འགྱུར་བ་བཏང་ཡག་གི་དུས་ཚོད་ཞིག་སླེབས་ཡོད་རེད་བསམ་གི་འདུག་ག་རེ་བསམ་གི་འདུག་ཁྱེད་བསམ་ཚེ། ཨོ། ལགས་སོ། དེབ་དེ་ག་རང་རེད། གུས་པ་རང་ཉིད་ཀྱི་འཆད་རྒྱུ་འདི་ལ་ད་ག་ཡོད། དེ་ནི་ཧོ་ཅང་ཨ་མི་རི་ཀ་ལ་སྤྱི་འཐུས་སོང་བརྒྱ་ཆ་བརྒྱ་བཟོ་ཐུབ་པ་རེད། གུས་པ་རང་ཉིད་ཀྱི་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་འཐུས་བྱེད་པའི་སྐབས་སུ་ལ་གྲོས་གཞི་ནི་ལ་ཁོལ་ཡིན། སོང་ཁོང་རྣམ་པ་ཚོ་གི་སྤྱི་འཐུས་རྣམ་པ་སྤྱི་འཐུས་བཞི་ཅུ་ཞེ་ལྔ་ཁོང་རྣམ་པ་ཚོ་གི་ལ་རྒྱབ་སྐྱོར་གནང་དགོས་རེད་བསམ་དགོས་སོང་ད་ཡིན་གྱི་མིན་ནི་ད་སོང་གང་ལ་ཡོང་ཐུབ་ན་ཡག་པོ་རེད་མ་གཏོགས་དཔེ་ནི་ཆ་ཤ་ནི་ཨ་རི་ལ་བྱོན་པ་ཡིན་ན་དངོས་ནས་ཨ་རི་གཉིས་ལྟ་བུ་ཁེ་ན་ཏྲ་ལ་སྐྱིད་ཡོད་པ་དེ་འདྲ་བ་གི་སྐྱིད་ཡོད་པ་ཡིན་ན

དེ་ཉིན་བསམ་པ་སྤྱི་ཡོངས་ཀྱི་འཛམ་གླིང་རྒྱལ་སྤྱིའི་སྒང་ལ་རྟོགས་འཕེལ་ཐུབ་མཁན་འགྲོ་ཐུབ་མཁན་ཡིན། སྐད་ཆ་བཤད་ཐུབ་མིན་བྱས་ན་ཡག་པོ་ཡོད་རེད་འདྲ་བསམ་གི་ཡོད། གང་ཡིན་ཟེར་ན་ད་རྒྱ་བ་ཡིག་རྒྱུགས་ནོར་བུ་འདི་ད་དཔེ་ལ་ཆགས་བྱས་ན་སྔོན་མ་འདྲ་བོ་ཡིན་ན་ཨ་རི་ལ་ལོ་རེ་རེ་ཐེངས་མ་གཉིས་ཕེབས་གི་ཡོད་རེད། དེ་ནས་ཁོང་གཅིག་ཕེབས་ཚར་བ་ཡིན་ན་བོད་དོན་ཐོག་ལ་གང་ཅིའི་ཐོག་ལ

ལའང། དེ་ནི་གཅིག་མིན་ཡོད་ངེས་ཀྱི་ཡིན་ན་ལ་ཇི་ཁ་གཞན་པ་ནང་བཞིན་གྱི། གི་གཅིག་འོང་ཆ་ཟིན་ན་རེད་ཐོག་ཐང་ཟིན་ན་རེད་དེ་འདྲ་རྩ་བ་ནས་ནི་ཡོད་མ་རེད་བ་ལ། འོ་དེ་འདྲ་ཡིན། ལ་ཟེར།
ཨ་ནི་སྐལ་བཟང་ལགས་ཁྱེད་རང་གི་བསམ་ཚུལ་ལ་ང་ཚོ་སྤྱི་མཐུས་ལྷན་ཁང་གི་དང་སྤྱི་མཐུས་གྲོས་ཚོགས་དེ་གི་ལས་འགན་ནང་ནས་ལས་འགན་གལ་ཆེ་ཤོས་དེ་ག་རེ་རེད།

འདུལ་སྟོན་མི་དམངས་མགོ་ཁྲིད་ནས། ག་པར་འགྲོ་དགོས་ཡིན་ན་མི་དམངས་ཀྱི་བདེ་སྡུག་ཡིན་ན་རེད་བོད་ཀྱི་རྩ་དོན་ཐོག་ལ་ཡིན་ན་རེད་ལས་འགུལ་སྤེལ་ནས་འདུལ་ལ་ཆོངས་བསྡད་དགོས་ཀྱི་ཡོད་རེད་མ་གཏོགས། ཁྲིམས་དང་སྒྲིག་གཞི་ཅིག་བཟོས་ནས་ཁྲིམས་དང་སྒྲིག་གཞི་དེ་ང་ཚོ་གང་ལ་ཆེན་གི་སྲུང་བ་ང་ཞིག་རེད་ང་ཚོ་བཙན་བྱོལ་འདི་ལ་གནས་དུས་ཡོད་དུས་ང་ཚོ་བཙོན་ཁང་ཡོད་མ་རེད་བ། བཙོན་ཁང་མེད་དུས་ཁྲིམས་དང་སྒྲིག་གཞི་ཟེར་ཡག་དུས། རྒྱལ་ཁབ་ཚད་དུ་ལྡན་པ་གཅིག་ནང་བཞིན་མེད་དུས་དེ་ག་ཚེགས་ཀྱིས་ཆེན་པོ་ཆེ་གི་ཆེ་ཤོས་ཀྱི་མི་གར་མཐོང་དགོས་ཟེར་ན་ང་ཚོ་གི་མི་དམངས་འདུས་ལ་ཁྲིད་ནས་རྩ་དོན་ཐོག་ལ་ལས་དོན་རབ་དང་རིམ་པ་བསྒྲུབ་དགོས་ཡ་དེ་ངས་གལ་ཆེན་པོ་ཆེ་མཐོང་གི་འདུག་ཟེར་ཤོས་ཡིན།

ང་ཚོ་གི་ཆོས་དང་རིག་གཞུང་ཟེར་བའི་གཏིང་ཟབ་པོ་ཅིག་རེད། དེ་གཞི་ཆགས་ནས་ཆོས་དང་རིག་གཞུང་ནང་ནས་ང་ཚོ་རིག་གཞུང་མང་པོ་ཞིག་ནང་ནས་རིག་གཞུང་མཁོ་དགོས་ཡོད་པ་དེ་གཞི་ལ་བཞག་དེ་ནས་མཁོ་དགོས་མེད་པ་ད་ཅིག་གར་ཟེར་བའི་དེ་འདྲ་གི་ཅིག་དུས་རབས་ལ་ལྟ་ཞིག་ལྟ་ཞིག་འགྱུར་བ་བཏང་ཞིག་བཏང་ཞིག་འགྲོ་དགོས་ཡོད་རེད་མ་གཏོགས་ཅིག་ང་ཚོ་ཅིག་ཡིན་ཟེར་དེ་ཕན་མ་བཅའ་བ་ཅིག་ཕན་མ་ཐོགས་ངེས་ཡིན་ན་ལ་དེ་ཡིན་གྱི་མིན་ནི་ཡ་བེད་སྤྱོད་བཏང་བསྡད་ཅིག་ན་དེ་ལྐུགས་པར་བ། དེ་འདྲ་ཡིན་དུས་དམིགས་བསལ་གྱིས་ང་ཚོ་བཙན་བྱོལ་ལུང་པ་ལ་བསྡད་ནས་འགྱུར་བ་རྒྱ་ཆེན་པོ་ཅིག་བཏང་ཐུབ་ཀྱི་ཡོད་དང་མེད་གང་ཞིག་དེ་གུས་པ་རང་ཉིད་ཀྱི་ཆ་བཞིན་གཅིག་ནོར་ལ་ག་རེ་ཟེར་ན་དཔེ་ནི་ཆ་བཞག་ན་བཙན་བྱོལ་ལུང་པ་ལ་རྒྱ་གར་ལ་ཆ་བཞག་པ་ཡིན་ན་གཞིས་ཆགས་གནང་རོགས་ཟེར་ཡག་གི་བསམ་བློ་ཅིག་འཁོར་ཐུབ་ཀྱི་ཡོད་ད་དེ་ཚོ་བྱེད་ཐུབ་ཀྱི་ཡོད་དང་མེད་ང་ཚོ་མི་མི་རེ་འགས་པ་དེ་ཚོ་ཅིག་བསམ་གནང་གཏོང་གཏོང་དུ་དེའི་ལྟ་བ་ཕྲག་པོ་ཆགས་འདོད་ཡོད་དུས་མ་གཏོགས་གཅིག་ལོ་ཆུང་བ་ཚང་མ་ཕྱི་ལོག་འགྲོ

བརྒྱ་ཆ་བརྒྱ་བྱེད་དགོས་ལ་མ་གཏོགས་བྱེད་མ་ཐུབ་བ་ཅིག་ནི་བྱེད་ཀྱི་ཡིན་ཟེར། ད་ང་ཚོ་ས་གནས་ལ་གནས་པའི་བོད་པ་ཚོ་ཧ་གོ་གི་རེད། བརྒྱད་ཅུ་གཅིག་གིས་བྱེད་ཀྱི་རེད་ཟེར་ན་བརྒྱ་ཆ་བརྒྱ་བྱེད་ཀྱི་རེད་ཟེར་གི་རེད་མ་གཏོགས་བྱེད་མ་ཐུབ་བ་ཅིག་ནི་ཁས་ལེན་གི་མ་རེད་དེ་ཡིན་དུས་དཀའ་ལས་ཁག་པོ་ཆགས་དུས་རེད་བསམ་དགོས་ཆོས་ལུགས་ཀྱི་དེ་མེད་པ། ཡིན་ན། ད་རེས་ཉིས་སྟོང་ཉི་ཤུ་རྩ་གཅིག་ལ་སྤྱི་འཐུས་ཡག་པོ་བཅུ་ཡོང་དགོས་ཡ་ཆེ། ཆོས་ལུགས་ཁག་ཡིན་ན་རིགས་ཁག་ཡིན་ན་སྤྱི་འཐུས་ཡག་པོ་དཔེ་དེ་ཆགས་ཆགས་ན་ཆོས་ལུགས་ཀྱི་སྤྱི་འཐུས་ཀྱི་ཡག་པོ་ཡོང་པ་ཡིན་ན་ཁོང་རྣམ་པ་ཚོ་ལ་ནང་མི་སྤུན་རྒྱ་གསང་ན་གཏོང་དགོས་ཡོད་མ་རེད་ནང་མི་སྤུན་རྒྱ་གསོ་དགོས་ཡོད་མ་རེད་རང་སྲོག་བླུས་གཏོང་ཐུབ་ཀི་རེད་ཟེར་ན་འགྲིག་གི་ཡོད་རེད་རང་སྲོག་བླུས་གཏོང་ནི་མི་དམངས་ལ་ཞབས་འདེགས་ཞུ་ན་ཁོ་ཚོ་གི་ཞུ་ཐུབ་ཀི་རེད་དེ་འདྲ་ཡི་གཅིག་ཡོང་ཐུབ་ཡ་གཅིག་བཟོ་དགོས་ཀི་འདུག་བསམ་གི་འདུག་ད་ལྟ་བཀའ་ཟུར་བབས་པས་དེ་ནི་ཁོ་མ་འོངས་པ་ལ་གནས་སྟངས་ལྟ་གི་ལྟ་གི་འགྲོ་ཡ་རོགས་ལ།

དེ་ང་ཚོ་གཅིག་བཟོས་ན་གལ་སྲིད་ང་ཚོ་ཕ་གི་ལ་ཡི་རྒྱ་གར་ལ་ཡི་དེ་འདྲའི་ཆོལ་ཁ་གི་དེ་དམིགས་བསལ་མེད་པ་བཅས་ང་ཚོ་གཞིས་ཆགས་ཁག་ནི་སོ་སོ་སོ་གི་ཆེད་ཀྱི་སྤྱི་འཐུས་ལངས་ཡོང་ཨ་ནི་ཆོལ་ཁ་གི་སྤྱི་འཐུས་དེ་ཡང་ན་དེ་བཞིན་ཉུང་བ་དང་གཞིས་ཆགས་ཀྱི་མི་མང་ལ་དེ་བྱེད་དེ་བྱེད་སྤྲད་ན་ཁ་ལོག་རེད་གོ་སྐབས་སྤྲད།

ཕྱི་ལོགས་ལ་མི་ཕྱེད་ཀ་ཆགས་འདོད་ཡོད་དུས་པད་འདི་ཆ་བཞག་ན། ཕྱོགས་ཁག་གསུམ་གྱི་སྤྱི་འཐུས་ཡང་ཁོ་ཏིས། ནོར་བུ་སོགས་ཡང་ཁོ་ཏི། སྤྱི་འཐུས་མང་པོ་ཞིག་ཞི་བུ་ཅིག་ཆགས་པ་ཡིན་ན་ཡང་དཔལ་འབྱོར་འགྲོ་སོང་ཡིན་ན་རེད་གང་ཅིའི་ཐོག་ལ་དཀའ་ངལ་ཡོད་པ་ཡིན་ན། ཡང་དེ་འདྲ་བ་བཟོས་ཡོད་དོ། ཁྱེད་ཅག་ཁ་ལ་མའང་གཏོང་ཡང་ད་དེ་འདྲ་གནས་ཚུལ་མང་པོ་ཅིག་རེ་ཡོད་དུས་ད་ང་ཚོ་ལྷོ་བྱང་ཨ་མི་རི་ཀ་གི་དེ་དཔེ་ཡག་པོ་ཅིག་ཆགས་འདོད་ཡོད་རེད་བསམ་གི་ཡོད། ཕྱོགས་ཁག་ཆོས་ལུགས་མེད་པར་གི་མི་ཅིག་ཡོང་དགོས་ཀྱི་ཡོད་རེད། དེ་ཡིན་དུས་བསམ་པོ་མི་དམངས་རྣམ་པ་ཚོགས་གི་ཡིན་ན་གལ་ཆེ་ཤོས་ཀྱི་མི་དམངས་རྣམ་པ་ཚོགས་གི་རེད། མི་དམངས་རྣམ་པ་ཚོགས་ང་ཚོ་ལྷོ་བྱང་ཨ་མི་རི་ཀ་ལ་ཕྱོགས་ཁག་ཆོས་ལུགས་གི་སྤྱི་འཐུས་མེད་ན་ཡང། དེ་ཡང་མི་དམངས་རྣམ་པ་ཚོགས་ཡང་འཇགས་བཟོ

ད་རེས་ནས་བཟུང་སྟེ་ང་སྐྱིད་པག་གངས་སྐྱིད་པག་བོད་ཕྱི་ནང་གཉིས་ཀྱི་ཚབ་བྱེད་མཁན་གཅིག་མི་སྣ་གཅིག་ཡིན་མ་གཏོགས་ང་གཞན་པ་ཕྱོགས་ཁག་ཆོས་ལུགས་ཀྱི་མི་གཅིག་མིན་ད་ཟེར་ཡག་གི་དེ་སྣ་གཅིག་དགོས་ཀྱི་ཡོད་རེད་བ། དེ་སྣ་གཅིག་བ་ནང་བཞིན་གྱི་སོ་སོ་རང་ཉིད་ཀྱི་དེ་སྒྲུབ་དགོས་ཀྱི་ཡོད་རེད་མ་གཏོགས་ང་ཚོ་ཆོས་ཁས་ལེན་མཁན་གཅིག་རེད

གང་ལགས་སོ། ད་བྱང་ཨ་རི་གའི་མི་མང་གི་ཆེད་དོ་ལ། ད་ལྟ་ང་རང་གི་ཁྱད་གཞུང་མང་པོ་ཅིག་ད་ཁྱེད་ཀྱི་ཁ་ཅིག་མ་དྲ་རྒྱ་ཐོག་ལ་ལབ་ཚར་བ་ཡིན། དེ་ཡིད་ལ་བཞག་ནས། དེ་ནི་གང་ལ་ངས་བཤད་བ་ནང་བཞིན་རེད། རེ་འདོད་སྒྲུབ་གི་ཡིན། སྟོན་ཐུབ་པ་སོང། གཏོང་ཐུབ་པ་སོང་སྒྲུབ་ཐུབ་པ་སོང་ནས་ནི་མཐའ་མ་དེ་རེ་འདོད་སྒྲུབ་གི་ཡིན་ཟེར་ཏེ། རེ་འདོད་དེ་ལྷོ་བྱང་ཨ་མི་རི་ཀ་མི་མང་གི་སོ་སོ་གསང་གནས་ལ་འགྲོ་ནས་མི་དང་མི་སྡོང་པ་ཐུག་མི་དང་མི་སྐད་ཆ་བཤད་ནས་དེ་ནས་ཁོང་རྣམ་པ་ཚོ་ག་རེ་འདུག་ང་ཚོ་ག་རེ་བྱེད་དགོས་ཀྱི་འདུག་ང་ཚོ་ལྷོ་བྱང་ཨ་མེ་རི་ཁ་གི་མི་དམངས་དེ་ག་འདྲ་ཅིག་གནས་དགོས་ཀྱི་འདུག་དེ་ལྟ་ནས་དེ་ལ་ངས་འདུས་སྤྱོད་བྱེད་ཀྱི་ཡིན་ཟེར་ཞུ་བ་ཡིན།

ལ།
ལ་སོགས་དེ་ནི་མཁྱེན་རྣམ་པ་སྩོལ་དགོས། ད་རིང་འདི་གོ་སྐབས་གནང་དུས་ཚོད་བརྟེན་སོ་སོ་རང་ཉིད་ཀྱི་གཅིག་འགི་ཁུ། བོད་སྤྱི་བ་དོན་དག་ལ་གཅིག་འགི་ཁུ་གཅིག་ཁུ་ནི་དེ་འདྲ་གཅིག་ད་རིང་དེ་ལ་སྐད་ཆ་བཤད་ཡག་གི་བཟོ་ཡག་དུས་ཚོད་བཟོ་ཡག་དེ་སོགས་བཏོན་ནི་ད་ཨ་མ་རི་ཀ་གི་དྲི་ལ་ཆེན་པོ་ཡོད་ས་གི་དེ་འདྲ་གཅིག་གནང་ནི་ད་སྤྱི་འཐུས་མི་རེ་ངོས་རེ་ད་སྤྱི་འཐུས་མང་པོ་བྱོས་རེ་དེ་འདྲ་གི་གོ་སྐབས་གནང་བ་དང་དེ་འདྲ་གི་འདི་འཇགས་བྲིས་བ་དེ་ལ་ཐུགས་རྗེ་ཆེ་ལགས་ཡིན་དེ་ཚོ་ནུ་བོ་ལགས།
ལ་སེ་ཐུགས་ཆེ་གནང་གལ།